བརྟན་ཞུ་ཕུལ་བ་རེད། འདི་ལྟར་སྟབས་བསྟུན་རྗེས་ད་དེ་རིང་སོག་པོ་ནས་ཕ་ཆེ་མི་ལྔ་བརྒྱ་ལྷག་ལ་འདུས་ཕེབས་གནང་སྐོར་དེ་རིང་མི་ཉིས་བརྒྱ་དྲུག་ཅུ་རེ་གཅིག་འདུས་བྱས་ཁ་ཤོས་ཀྱི་གོ་སྐབས་བྱུང་ཡོད་རེད། དང་ནས་ཤིང་གེ་ནས་གནའ་ཉི་ག་ཞོགས་ཁའི་ཡང་དེ་གི་ཁྲོད་དེ་གི་དེ་ཚང་མ་གནའ་ཉི་ག་དུ་འདུས་གནང་ཡ་ཆགས་དེར། ད་དེ་སྤྱི་དང་གོ་སྒྲིག་བྱེད་མཁན་ད་ཚོགས་པ་ཁག་ཁ་ཤས་ཀྱི་ཡོད་དེ་ཡིན་ན་ཡང་ང་ཚོའི་དེ་ཚོགས་པའི་གི་མིང་དང་དུ་ཚོད་དེ་ཁྱེད་ཀྱི་མེད། ད་དེ་ག་རེ་ཟེར་ན་ང་ཚོའི་དེ་སོག་པོ་ཐུང་མོང་གི་ད། རྣམ་པ་རང་ཆས་ཀྱི་འདུ་ཤེས་བྱེད་ཀྱི་ཡོད་ད་ཇི་ལྟར་གཏན་ཞུས་ཕུལ་མཁན་མང་པོ་ཞིག་ཡོང་གི་ཡོད་ཙང་དེར་སང་ནི་ཚོགས་པའི་གི་མིང་དེ་གལ་ཆེ་ཡ་རེད་ཅེས་བརྩི་གི་འདུག་བ་ང་ཚོས་དེ་ཚོགས་པའི་མིང་དང་དེ་གི་དེ་གལ་ཆེན་པོ་གནང་གི་མི་འདུག་དེ་ནི་སོག་པོ་ཡོངས་ཀྱི་ད་ཐུན་མོང་ནས་ད་སོག་པོ་སི་དུས་གང་ལ་ང་ཚོས་སོག་པོ་རྒྱལ་ཁབ་འདི་གཅིག་པོ་ཅིག་ང་ཚོ་གོམ་པ་བཞེས་གི་ཡོད་མ་རེད་བསམ་གི་འདུག་ད་ནས་བཞིན་གི་ང་ཚོ་དེ་རིང་ཨུ་རུ་སུ་ཁྱབ་ཁོངས་ཀྱི་དེ། དཀར་མོ་མི་རིགས་གང་ལ་གང་འཚམ་གྱི་དུག་ཕལ་དེ་ཆགས་ཨ་ད་གནས་ཤིག་ཐུ་བ་འབུར་ཡ་ཁོ་རང་ཚོ་སོག་པོ་རང་ཆགས་དེ་གོ་རེད་སོག་རིགས་ཆགས་དེ་རེད་དུ་ཚོད་ཡ་མཉམ་ཞུ་ཏན་ཏན་གནང་གི་ཡོད་རེད་བསམ་གྱི་འདུག་ཨ་དེ་རིང་ང་ཚོ་དམིགས་བསལ་གྱི་གནས་དེ་དཀར་མོ་དགེ་བཤེས་ལྷ་རམས་པ་དང་ཐོན་པ་དེ་རིང་དུ་བྱུང་ཡོད་རེད་ད་དེ་ཕ་ཆེ་ལོ་བརྒྱད་ཅུ་བརྒྱད་གསུམ་གྱི་རྗེས་ལ་ཡ་ད་དགེ་བཤེས་ལྷ་རམས། དང་པོ་དེ་འདུག་ཐོན་གནང་དགོས་བ་རེད། དེའི་སོང་ཙང་དེ་ད་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་དཔེ་མི་སྲིད་པའི་ད་ཅིག་གར་སོང་རེད་ཕྱུག་པོ་ཅིག་དང་ནི་ཅིག་ཅིག་དགའ་བསུ་དང་ནི་ང་རང་ཚོ་ཅིག་ཐུང་མོང་གི་ཐོག་ནས་ང་རང་ཚོ་ཅིག་གར་སོང་དེ་ལ་ཡང་དགའ་བསུ་བྱེད་དགོས་བ་ཅིག་ཏན་ཏན་ཅིག་དུ་ཐུང་ཐུང་འདུག་ད་ནས་བཞིན་ང་ཚོ་དཀར་མོ་སྲིད་འཛིན་ཟུར་པ་ཀིར་སཱན་ཨི་ལོམ་ཇི་ནོབ་དེ་རིང་འདུག་དེ་ཕེབས་པའི་རེད། ཁོ་རང་གཉིས་མ་སྲིད་འཛིན་ལས་ཐོག་ཡིན་པའི་སྐབས་ལ་ཡར་ཕ་ཆེན་ཐེངས་མ་དྲུག་བདུན་གྱི་ཕ་ཆེན་དུ་བཅར་བ་རེད། དེ་རིང་ད་ཁོ་རང་ད་སྲིད་འཛིན་ཁྱོན་ནས་ད་ཁོ་རང་ལོ་ད་མང་པོ་འགྲོ་གི་དེ་ཡིན་ན་དེ་རིང་ཡང་ཁོ་རང་ད་ཕ་ཆེན་ལོ་གཅིག་སྔོན་ནས་ཁོ་རང་མཇལ་ཁ་ཅིག་ཞུས་བྱས་དེ་རིང་དུ་གོ་སྐབས་ཞིག་གནང་བྱས་ཁོ་རང་དེ་རིང་འདིར་དུ་ཕེབས་དེ་རེད་དང་ནང་བཞིན་གྱི་ཨུ་རུ་སུ་ཚོང་པ། Igor Makarov ཁོ་རང་འདས་ཕྱི་བཅུ་ན་ཡིན་རུང Igor Makarov ཁོ་རང་ད་ལྟ་དེ་ང་ཚོ་ཨུ་རུ་སུའི་ནང་ལ་ཡ་ང་ཚོ་ནང་ཆོས་དེབ་དེ་འདྲའི་ཨུ་རུ་སུ་སྐད་ནང་ལ་བསྒྱུར་ཡ་དང་དེ་འདྲའི་ཐོག་ལ་ཡ་ཁོ་རང་གི་ཡང་དཔལ་འབྱོར་གྱི་ཐོག་ནས་ཡང་ཁོ་རང་དེ་ཅིག་རོགས་རམ་འདྲ་བོ་དང་དེ་འདྲ་གནང་ཡོད། ད་གཙོ་བོ་དེ་དམིགས་བསལ་སྤྱི་ཡོངས་ཀྱི་ད་ལྟ་དམིགས་བསལ་གར་སོང་ད་འདུས་འཛོམས་ཀྱི་ཐོག་ནས་དེ་འདྲའི་དམིགས་བསལ་བཀའ་སློབ་དང་དེ་འདྲའི་གལ་གནང་མ་བྱུང། དེ་ད་ལྟ་སྙིང་མ་ཁོ་རང་གིས་ད་ལྟ་འགྲོ་དོན་དང་དེ་གི་དེ་ཐབས་ཤེས་བཏང་བྱས་ནས་དཀར་སྨུག་གི་ད་མ་དགོན་ཟེར་བར་བས་ད་དགོན་པ་ཆེ་ཤོས་ཅིག་ཨུ་རུ་སུ་ནང་ནས་ད་དགོན་པ་ཆེ་ཤོས་ཅིག་ད་སྟེ་སྙིང་མ་ང་དེ་ནང་པའི་དབུ་བླ་ཡིན་པའི་སྐབས་དེ་ལ་ཡ་ལྟ་སྐྱོང་བྱས་དང་འཛིན་སྐྱོང་བྱས་ད་ལས་ཁུངས་དང་དེ་གི་དེ་ཚང་མ་དེ་ནས་འདུག་ཅིག་ཡོད་ད་དེ་རིང་ཁོ་རང་སྐུ་པར་ཅིག་བསྣམས་ཕེབས་དེ་ཤག་ཨན་དེ་རིང་དེ་ཨ་ནི།

ཁོ་རང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཟེར་ཅིག་ཡག་ཞུས་གནང་བྱུང། ནགས་སོ། གཅིག་སྟོང་སུམ་བརྒྱ་ད་དེ་རིང་ཡང་འཇོག་དགོས་བ་རེད་གསང་ཉུལ་ཞོག་ཁའི་མི་དེ་འདྲས་འཇོག་གི་འདུག་ད་གཅིག་སྟོང་སུམ་བརྒྱ་རང་ད་སླད་ཨ་ཡོད་མ་ཡོད་རེད་ཅིག་རེད་ད་ད་ལྟ་གྲངས་ཀ་ཞུ་ཚར་རེད་ཅིག་ཐེག་གི་མི་འདུག་ད་གཅིག་མི་འཇོག་གི་འདུག་འཇོག་གི་དེ་གི་འདུག་བ་ད་ངེད་རང་ཡང་ང་རང་གིས་ད་གཅིག་ཚོ་ཕག་འགྲོ་བ་བྱས་བས་ཕ་ཆེན་མི་ལྔ་བརྒྱ་ཙམ་གྱིས་མེད་འགྲོ་བ་བསམ་བསམ་རེད་ཅིག་འདུག། འོ་དེ་ག་པའི་ཨ་ཕ་བྱོན་སོང་ང་ཚོ། དགེ་བར་མི་བྱེད་ལ་ནི་མི་འབྲས་བུ་ཡང་འབྱུང་གསུང་རོགས། མི་འབྲས་བུ་དུ་གསུང་རོགས། ནི་ང་ཚོ་ད་ལོ་ང་ཚོ་ཁོངས་མི་ནི་ཡོན་ཁའི་མི་སུམ་ཅུ་སོགས་ལངས་ཟིན་ཡོད་རེད། ནི་ད་དགེ་བར་མི་བྱེད་རྗེས་ཁ་ཐོད་ད་བོད་དགའ་བོ་བྱུང་སོང་ནི་དབང་སེ་ག་ལ་དགོས་རེད་ད་སེམས་ལ་ཚོར་བ་བདེ་བོ་འདུག། ར་ཤ་ཨོ་ལ་ར་ང་ཚོ་སོག་པོ་གི་རིགས་ཁང་མིག་ཟིན་མཁན་ཞིག་ཡོད་རེད། ནི་ང་ཚོ་དེ་ད་ང་ང་ས་ས་ནི་ནི་ད་ནང་པ་རེད་ར། ནས་ལོ་བཞི་བརྒྱ་ལྷག་ང་ཚོ་ནང་པ་རྒྱུད་ནས་གོ་བདེ་འདྲེ་ཕྱིན་ཡོད་རེད། དེ་ནས་ང་ཚོ་ད་ནམ་རྒྱུན་གང་ཚོ་ཆུ་དང་ཆོས་ལུགས་དར་ཡག་དེ་ད་དགེ་བར་མི་བྱེད་མི་ཏོག་དང་ནས་ང་ཚོ་དགོང་མང་གྲྭ་ཚང་དང་འདྲེ་བསྡོད་ཡོད་རེད་དང་པོ་ནས་ནས་ད་ང་ཚོ་ད་དགེ་བར་མི་བྱེད་ང་ཚོ་ཚ་བའི་བླ་མ་རེད་ང་ཚོ་ཁ་དོན་ནས་ད་ཁ་ལོ་གོ་རེད་ད་དེ་འདྲེ་ཞིག་ཉིད་ཐག་པ་ནས་དེ་འདྲེ་བསྡད་པ་དང་ནས་ཁ་ལོ་གོ་རེད་གདན་སིག་ཚང་མ་འདྲེ་ཡོད་རེད། འདི་ཡང་ནི་ང་ཚོ་ད། དེ་རིང་ཡང་ནི་རྗེས་ཁ་ཐོ་ཡག་དེ་དཔེ་བླངས་ས་ཡག་པོ་འདུག་དེ་འདྲ་ཡག་པོ་འདུག་བསམ་གྱི་འདུག། ད་དགེ་བཤེས་ཧ་རམ་པ་ཟེར་ཡག་ད་ང་ཚོ་ད་ལོ་བྱེ་ཐང་དགེ་བཤེས་གྲྭ་ཚང་གི་དགེ་བཤེས་བཞི་གསུམ་ཡོད་རེད་ཧ་རམ་པ། ད་ད་ལྟ་འདི་བྱེ་ཐང་ལོ་རྒྱུས་ཐོག་ནས་ད་འདྲ་འགའ་མང་ཤོས་ཆགས་འདོད་རེད། ག་རེ་ཟེར་ན་ང་ཚོ་ད་དགེའུ་དགེ་ཁྲོད་འགྲོ་མཁན། གྲངས་ཀ་འཕར་ཡོད་རུང། དང་པོ་མི་ཆུང་སྔ་མ་དུ་ལོ་གཅིག་ལ་སྦྲ་ཚང་གཅིག་གིས་འགྲོ་ཆོག་མར། ད་རྗེས་ལ་ནི་རྟ་རྒྱུག་རྒྱུག་འཕྲོ་འགྲོ་འདོད་མཁན་མང་པོ་བྱུང་ནས་རྟ་དེའི་གན་གྱིས་ནི་མི་དྲུག་ཅུ་འགྲོ་ཡ་བྱས་ཤོག་རེད། ད་ང་ཚོ་དེ་བདམས་པོ་དེ་གནང་ན་གྲངས་ཀ་དེ་གནང་ན་ང་ཚོ་བདམས་པོ་ཆགས་འདོད་རུང། ད་ལོ་ད་བར་ད་དགེ་བཤེས་ཧ་རང་པ་ང་ཚོ་སྒོ་མང་གྲྭ་ཚང་གཅིག་པུ་ཡིན་ན་ད་བཞི་བཅུ་གསུམ་བཅུ་ད་སྟོན་ཡ་རེད་འོ་དེ་འདྲའི་ད་ཁོ་ལ་དགོས་རེད་ད་ངག་མ་གི་ཧ་རང་པ་ད་འདི་ཚང་གི་ཧ་རང་པ་ད་འདྲ་གོ་མ་ད་ངག་མ་ཡིན་ན་བོད་ལ་ད་གྲྭ་ཚང་ནང་ན་ད་བེ་ཇ་ཡག་ཤོ་ད་དགེ་བཤེས་གཉིས་མ་གཏོགས་ཧ་རམ་དམ་བཅའ་བྱ་མཁན་ཡོད་མ་རེད་ནམ་རྒྱུན་ད་འདི་སྒང་ལ་ནི་བར་མ་དགེ་བཤེས་བར་མ་ཟེར་མཁན་ཅིག་ཡོད་རེད་ད་གྲྭ་ཚང་བར་རུ་ལ་ད་གདན་ས་གདན་ས་ཆེན་མོ་དགོས་གདན་ས་གསུམ་གི་གྲྭ་ཚང་འདི་བར་རུ་ལ་ནི། ལོ་གཅིག་ལ་བར་མ་གཅིག་ཡོད་རེད་ར། འདི་མང་ཤོས་དགེ་བཤེས་ཤ་རིང་པོ་གསུམ་མ་ད་དོན་དུ་ཡོང་མ་རེད། དེ་གའི་ནི་ད་སྐད་ཆ་ཡག་ཤོས། ནི་ད་གྲྭ་ཚང་གི་ད་མཚན་ཤེས་མོ་འདྲེ་ཡ་འདི་འདྲ་གཅིག་ནི་ནམ་རྒྱུན་ཐམས་ཅད་བྱེད་མཁན་རེད། དེ་སྔ་མ་བོད་ལ་ཤ་རིང་པོ་ཡིན་ན་དངོས་ནས་ཁེ་བ་རེད། ཁེ་བ་ད་འདྲ་བོ་རེད་ལྕགས་སྒོ་རེད་ད་དེ་བས་ཤེས།